མི་རབས་མང་པོ་ཅིག་དང་འབྲེལ་བ་ཡོད་ཙང། ཕྱོགས་གཅིག་ནས་དེ་དང། དེ་ཕྱོགས་གཅིག་ནས་དང། གདན་ས་གནད་འགག་ཆེ་ཤོས་ཅིག་ཡིན་པའི་རྒྱུ་མཚན་ད་དེ་འདྲ་གི་དང་དེ་ནས་ངོ་ཤེས་པ་མཁན་པོ་བཀའ་བསྟན་དང། ད།

བསྟན་པ། དེ་ཚོ་གི་སྟེང་དེ་ནས་ཞིབ་ཕྲ་གི་དེ་ནས་དགོན་པ་དང་བཤད་གྲྭ་ཡིན་ནས་ཡག་པོ་ཞིབ་ཕྲ་ཆགས་ཀྱི་འདུག་དེ་ནས་སྡེ་དགེ་དགོན་ཆེན་རྫོང་ཡང་ག་ས་གང་ས་ཅི་ཐད་ནས་དཔལ་འབྱོར་གི་སྟེང་ནས་ཧ་ཅང་གི་ཡར་རྒྱས་ཆེན་པོ་ཧ་ལས་པ་དེ་འདྲ་ཡིན་ས་རེད། ད་རུང་ཡིན་ན་ཡང་དེར་མུ་མཐུད་ནས་འགྲོ་གི་རེད་བསམ་གྱི་འདུག་དེ་ནས་ཡིན་ན་ཡང་ཕྱི་ཡི་ཡར་རྒྱས་ག་ཚད་ཕྱིན་པ་ནང་ལྟར་ནང་གི་བསམ་བློ་གི་སྟེང་ནས་ཡང་ཡར་རྒྱས་དེ་ངེས་པར་དུ་འགྲོ་དགོས་ཡ་དེ་གལ་ཆེན་པོ་ཡིན་ཙང་དེ་ནས་མ་གཞི་སྤྱི་བཏང་ཁྱེད་རང་ཚོ་ཐམས་ཅད་ཀྱི་ཧ་གོ་གི་རེད་དེ་ཡིན་ན་ཡང་ད། དྲན་གསོ་གི་ཆེད་དུ་ངས་སྐད་ཆ་ཉུང་ཉུང་ཅིག། དེ་ནས་ཐོག་མར་བླ་མ་གྲྭ་པ་ཚོ་ལ་ཡང་དམིགས་བསལ་གྱི་ཞུ་རྒྱུ་ཅིག་ག་རེ་ཡོད་ཟེར་ན། དེ་ནས་བླ་མ་དང་གྲྭ་པ་ཟེར་མཁན་དེ། བཟོ་གཡག་གི་རྒྱུ་མཚན་འདྲ་པོ་སྟེ། གཙོ་བོ་ག་རེ་བྱེད་གང་ལ་ཐུག་འདི་ཡོད་ཟེར་ན། དེ་ནས་ཆོས་ཉམས་ལེན་བྱེད་མཁན་གཅིག། ཆོས་དེ་ཡང་དངོས་གནས་ཁ་ཡོད་ལག་ཡོད་ཀྱི་ཆོས་ཉམས་ལེན་བྱེད་མཁན་གཅིག། འཇིག་རྟེན་དང་མ་འདྲེས་པ། གཙོ་བོ། ད་ཁ་སྐད་ཀྱིས་འདི་བཤད་པ་ཡིན་ན། ཆོས་པ་ཆགས་ཐུབ་ཡ་ཅིག། དེ་ནས་ཆོས་པ་ཆགས་ཟེར་དུས་གང་ན། དོན་དག་རྡོག་རྡོག་དེ། ཚེ་འདི་གི། དེ་ནི་སྐད་གྲགས་ཆེན་པོ་ཆགས་ཡ། དཔལ་འབྱོར་ཆེན་པོ་ཆགས་ཡ་བླ་བྲང་ཆེན་པོ་ཆགས་ཡ་དང།

ང་ཚོའི་བླ་མ་གྲྭ་པ་ཟེར་མཁན་དེ། དེ་ནས་འཇིག་རྟེན་དང་འཁོར་བ་གི་ལས་ཀ་ལ་ག་ཚད་ཡིན་ན་ཡང་དེ་ནི་ཚོང་པ། འདོད་པ་ཆེན་པོ་ནང་བཞིན་དེ་འདྲ་མ་ཡིན་པ། དཔལ་འབྱོར་རྐྱང་རྐྱང་ལ་རྔམ་བསྡད་པ་དེ་འདྲ་མ་ཡིན་པ། ནམ་ཞིག་ང་ཚོ་ཤི་དགོས་ཀྱི་རེད་ཤི་ན་ཤི་ནས་བཟུང་སྟེ་དེ་ནས་ཚེ་ཕྱི་མ་དང། དེ་འདྲ་ལ་ཕན་ཐོགས་ཡ་དེ་ཆོས་མ་ཏོག་ཡོད་མ་རེད་བསམ་ཡག་གི་བསམ་པ་ག་ཚད་ཡིན་ན་ཡང་མ་སྙིང་ཁུང་རུས་པའི་སྟེང་དེ་ལས་དཔེ་མཛོད་ཀྱི་གཟུགས་ཐུབ་པ་ཅིག་ངེས་པར་དུ་བྱེད་དགོས་ཀྱི་རེད། དེ་མ་བྱོས་ན་དེ་ང་ཚོ་གི་ད་ལྟ་བླ་མ་གྲྭ་པ་ཟེར་གྱི་འགྲོ་དང་བཤད་གྲྭ་ཟེར་གྱི་འགྲོ་དང་དགོན་པ་ཟེར་གྱི་འགྲོ་ཚོ་ཅིག་འཇིག་རྟེན་གྱི་ལུགས་སྲོལ་ཅིག་ཆགས་ཆགས་བསྡད་པ་ཅིག་མ་ཏོག་དངོས་གནས

དེ་ནི་སངས་རྒྱས་ཤཱཀྱ་ཐུབ་པའི་རྗེས་འཇུག་དེ་གི་ཡིན་པའི་དབང་དུ་བཏང་ནས་ད་སངས་རྒྱས་ཤཱཀྱ་ཐུབ་པར་ཞབས་རྗེས་ཀྱི་ཞུ་དགོས་གི་རེད་ཞབས་རྗེས་ཞུ་སྲི་ཞུ་བསྒྲུབ་ཟེར་ནས་ཞབས་རྗེས་ཞུ་ཡ་དོན་དག་རྡོག་རྡོག་དེ་ནི་ཞབས་རྗེས་ཞུ་ཡ་དེ་གཙོ་བོ་གང་ལ་བརྟེན་ནས་ཞབས་རྗེས་ཞུ་ཐུབ་གི་རེད་ཟེར་ན། ཚུལ་ཁྲིམས་ལ་གནས། ཐོས་བསམ་བྱས། དེ་ནས་ཐ་མི་ཐ་མ་བསྒོམ་པ་བསྒོམ་ཉམས་ལེན་བྱས་ནས། ད་དེའི་སྟེང་ལ་ཞབས་ཕྱི་ཞུ་ཐུབ་ཞུ་ཐུབ་དགོས། དེ་ངེས་པར་དུ་རྫོགས་ཐུབ་ཡ་གཅིག་དང། དེ་བྱས་པ་ཡིན་ན། དེ་ནས་ཤཱ་ཀྱ་ཐུབ་དྲུག་གི་བསྟན་པ་ལ་སྲི་ཞུ་དངོས་གནས་སྒྲུབ་ཡ་སྟེ། ད་ཐོས་བསམ་སྒོམ་གསུམ་གྱི་སྟེང་ནས་སྒྲུབ་ཐུབ་ཀྱི་ཡོད་པ་འདྲ། ད་དེའི་སྟེང་ལ། དེ་ནས། ད་ལྟ། དམ་ཚིག་གིས། དེ་ནས་དུས་ཚོད་འདི་ལ། ང་རང་ཚོའི་ནང་པའི་ཆོས་ལ་དད་པ་ཡོད་མཁན། དེ་ནས་མོས་པ་ཡོད་མཁན། ད་ལྟ་བལྟས་ཚེ་མཐོང་ཡ་ཡོད་རེད་དེ་རིང་དཔལ་ནཱ་དབང་བསྐུར་དུས་ག་ལ་ཤག་སྡིག་ག་ཚི་མང་པོ་འཛོམས་འདུག་དེ་ནས་ཆར་པ་དེ་འདྲས་བསྐྱབས་འདམ་པ་དེ་འདྲས་མང་པོ་ཡོད་རེད་ད་འདི་འདྲས་མང་པོ་འཛོམས་རེད་བ། ད་འདིའི་རྒྱུགས་ལ་ལོ་བཅུ་ཉི་ཤོ་སུམ་ཅུ་གི་རྒྱུགས་ལ་དེ་འདྲས་ཡོང་མཁན་དཀའ་ལས་ཁ་པོ་རེད་ད་གཅིག་བྱས་ན། གཅིག་བྱས་ན་ཡག་རེད་འགྲོ་མཁན་ཡོད་ན་ཡང་ཅི་ཤེས། ཡིན་ན་ཡང།

དེ་ནས་ངེས་པར་དུ་རྒྱང་རིང་པོ་གཅིག་ལ་ཐུགས་བསམ་གྱིས་བཞེས་ནས་གནང་ཐུབ་ཡས་དེ་གལ་ཆེན་པོ་ཞེ་དྲག་རེད། ཞེ་དྲག་རེད་ཤག་དེ་འདི་ལྟར་ན་དམིགས་བསལ་གྱི་འདས་ལ་ཡང་བཤད་གྲྭ་ལ་སློབ་སྦྱོང་བྱེད་མཁན་ཚོ་ལ་དེ་ནས་ཁྱོད་ཀྱི་སློབ་སྦྱོང་བྱེད་ཡ་དེ་ག་ཚད་ཡིན་ན་ཡང་མ་འོངས་པ་ལ་སངས་རྒྱས་ཀྱི་བསྟན་པ་འདི་ལ་ཞབས་ཕྱི་ཞུ་ཐུབ་ཡ་ཅིག་བསམ་བློ་བཏང་ནས་གནང་རོགས་གནང། དེ། ཐུགས་རེ་བཞག་རོགས་གནང་ཞུ་ཡ་ཡིན། ཡང་སངས་རྒྱས་ཀྱི་བསྟན་པའི་ལ་ཞབས་ཕྱི་ཞུ་ཡ་རེད་ཟེར་དུས་ལམ་སང་ཁོ་རང་ང་ཚོ་བོད་པ་ཁམས་པའི་གི་གོ་བ་ལ་སྟག་སྒམ་པ་ཅིག་བརྒྱབ་བཞག་ཅིག། བཤད་གྲྭ་ཅིག་བརྒྱབ་བཞག་ཁང་པ་ཆེན་པོ་ཅིག་བརྒྱབ་བཞག་ཅིག། ག་རེ་སོགས་རེད་གསེར་ཡག་འདྲ་པོ་དེ་འདྲ་ཕུབ་བཞག་ཟེར་ལམ་སང་ཁོ་རང་ཅིག་ཁང་པ་འཇབ་ཡག་འདྲ་པོ་ཅིག་བསམ་བློ་བཏང་ཟེར་དུས་དེ།

སྒོར་མོ་གཅིག་མ་གཏོགས་མེད་ན་ཡང་ང་རང་ཚོ་ཕ་ཡུལ་ལ་ཚུགས་གི། གཉིས་མ་གཏོགས་མེད་ན་ཡང་ཚུགས་གི། གསུམ་མ་གཏོགས་མེད་ན་ཡང་ཚུགས་གི། གང་ལ་ཚུགས་རུག་རུག་བྱེད་ས་དེ་ང་རང་ཚོ་ཕ་ཡུལ་འདྲ་ཅིག་གི་བསམ་བློ་བཏང་བ་ཡིན་ན། དེ་ནི་རྒྱལ་བའི་སྲས་པོ་བྱང་ཆུབ་སེམས་དཔའི་གི་ལག་ལེན་དེ་མ་མ་འཇོན་པ་རེད་དྲན་གི་འདུག། དེ་དམིགས་བསལ་ཞུ་དགོས་ཡ་རྒྱུ་མཚན་དེ་ཅི་རེད་ཟེར་ན། ད་ལྟ་འདྲ་ཅིག་ཡིན་ན། འཛམ་བུ་གླིང་ནང་འདི་ལ་ནང་པ་སངས་རྒྱས་པའི་གི་ཕོན་ཆེ་ཆུང་དེ་ག་འདྲ་འདྲ་ཅིག་ཡོད་རེད་ཟེར་ན། རྒྱ་ནག་གི་རྒྱལ་ཁབ་འདིའི་ནང་དུ་ལ་ནང་པ་སངས་རྒྱས་ཀྱི་ནང་པ་སངས་རྒྱས་པ་གི་གྲངས་ཁ་དེ་དང་འཛམ་གླིང་ཡོངས་རྫོགས་ཀྱི་ནང་པ་སངས་རྒྱས་པའི་གི་མི་ཡི་གྲངས་ཁ་དེ་ཚུར་བསྡུར་ཡོང་ན། ད་རུང་རྒྱ་ནག་ལ་ཡོད་པའི་ནང་པ་སངས་རྒྱས་པ་གི་གྲངས་ཁ་དེ་མང་གི་ཡོད་རེད་ཟེར་གི་ཡོད། ད་ལྟ་འཛམ་གླིང་ནང་ཡོད་པའི་ནང་པ་སངས་རྒྱས་པ་ཡོངས་རྫོགས་ཚུར་རུག་རུག་བྱེད་དུས། ད་རུང། རྒྱ་ནག་ལ་ཡོད་པའི་ནང་པ་སངས་རྒྱས་པ་དེ་མང་གི་ཡོད་ཟེར་གི་ཡོད་རེད། ཕྱོགས་གཅིག་ནས། ཡང་ཕྱོགས་གཅིག་ནས་བཤད་སྲོལ་གཅིག་བྱེད། དེང་སང་ད་ཕྱི་རྒྱལ་གྱི་མི་ཚོས་བསམ་བློ་བཏང་ཐང་གཅིག་བྱེད་དུས། མ་འོངས་པར་ལོ་བཅུ་ཉི་ཤུ་སུམ་ཅུ་གི་མཇུག་ལ། རྒྱ་ནག་ལ། ཡེ་ཤུ་དང་ཁ་ཆེ་གི་བསྟན་པ་དེ་ཨ་མེ་རི་ཀ་ལས་ཀྱང་མང་བརྩི་ཅིག། རྒྱ་ནག་ལ་ཡོང་གི་ཡོད་རེད། དེ་འདྲའི་གི་དེ་ནས་བཤད་མཁན་དེ་འདྲའི་ཡོད་རེད། དེ་ཚོ་བཤད་མཁན་དེ་ཚོ་ཡང་བསམ་ཁ་རུ་ང་རང་ཚོའི་ཅིག་མོ་སྟབས་ལུང་བསྟན་པ་གནང་བཞིན་དེ་འདྲའི་ཙམ་གྱིས་མ་ཡིན་པ་དངོས་གནས། ག་རེ་ཟེར་དགོས་རེད་སྤྱི་ཚོགས་ཀྱི་འགྲོ་སྟངས་དེ་ཚོ་ལ་བསམ་བློ་མང་པོ་བཏང་ཚར་མཁན་དེ་ཚོ་གི་སྐད་ཆ་སྐད་ཆ་རེད་ཅིག་བྱས་ན་བདེན་པ་ཡིན་སྲིད་གི་རེད་དྲན་གི་འདུག་དེ་འདུག་ག་རེད་ང་ཚོ་དེ་ནས་ཁྱོད། འཆད་ཉན་རྒྱས་བཤད་མཁན། བཤད་གྲྭ་བ་ཡིན་ཟེར་མཁན་དང་བླ་མ་ཡིན་ཟེར་མཁན་འདི་ཚོ། འདི་ཚོ་ལ་དེ་ནས་བསམ་བློ་བཏང་བྱས་ནས། ག་ཚད་ཡིན་ན་ཡང་ཅིག་རང་དོན་ཁོ་རང། ང་རང་ཚོ་གི་དགོན་པ། ང་རང་ཚོ་གི་ལྷ་ཁང་ང་རང་ཚོའི་ཕ་ཡུལ་ལ་ཅིག་ཆུང་ཆུང་གཅིག་བཟོ་ཐུབ་ཡག་གི་བསམ་བློ་ཙམ་གྱིས་མ་ཡིན་པ། རྒྱ་ཆེན་པོ། འདོད་པ་ཡོད་མཁན་འདི་ཚོ་ལ་མགོ་བསྐོར་ཡག་དང། དེ་ནི་དེ་འབྲེལ་གྱི་གཅིག། རང་རང་སོ་སོ་གྱི་དཔལ་འབྱོར་དང་དེ་འབྲེལ་གྱི་དོན་དག་ཙམ་གྱིས་མ་ཡིན་པར། དངོས་གནས། ཐ་ན་སངས་རྒྱས་ཤཱཀ་ཇཱ་ཐུབ་པ་ཟེར་མཁན་དེ་གི་མཚན་གཅིག། དེ་ནས། མཐའ་འཁོབ་ཀྱི་གང་ཟག་དེ་ཚོ་གི་རྣམ་འཇོག་ནང་དུ་ལ་བླུགས་ཐུབ་ཡ་ཅིག་དེ་འབྲེལ་གྱི་ཀུན། ཀུན། ག་རེ་ཟེར་བ་དེ་འབྲེལ་གྱི་སེམས་བསྐྱེད། དེ་འབྲེལ་གྱི་བསམ་བློ་བཏང་བྱས་ནས་དེ་འདྲ་བྱེད་ཡ་དེ་གལ་ཆེན་པོ་ཞིག་ར་རེད། འོ་ངས་དེ་དྲན་གི་རེད་ད་དེ། ངས་བླ་མ་གྲྭ་པ་ཚོ་ལ་དམིགས་བསལ་གྱི་དེ་ཞུ་ཡ་ཡོད། དེ་ནས་ད་ལན་འདིར་ཡང་སྐྱ་སེར་ཕོ་མོ་མང་པོ་འཛོམས་བྱ། གང་ཟག། གོང་དུ། དེ་ནས། ཁྱེད་རང་ཚོ་མི་སྐྱ་ཕོ་མོ་མང་པོ་འཛོམས་འདུག་དེ་ནས་མི་སྐྱ་ཕོ་མོ་ཚོ་ལ། ད་དམིགས་བསལ་གྱི་ཞི་ར་ཞིག་ལ་ལབ་ཡ་མེད། ད་གིན་བཤད་པ་ནང་བཞིན་དེ་ནས། ཕྱིས་ཀྱི་དཔལ་འབྱོར་གྱི་ཡ་གྱལ་དེ་ཞི་དྲག་གིས་ཆེ་རུ་ཆེ་རུ་འགྲོ་གི་ཡོད་རེད། ང། སྡེ་དགེ་ཕྱོགས་ལ་ད་ཚར་མང་པོ་ཡོང་བ་ཡིན། ཚ་རེ་རེ་ཡོང་དུས་དང་ན་ཞིབ་ཕྲ་གི་ཡར་རྒྱས་ཆེ་རུ་ཆེ་རབས། རྔན་མ་དང་པོ་ཡོང་དུས་དང་ན་ཁྱེད་ཚོས་ལ་ཁ་པར་གཅིག་ཡ་ཐི་ཡ་མེད་རོ། ད་ནི་མི་རེ་རེ་གི་ཁ་པར་རེ་རེ་ཀྱིན། ད་ནི་མི་ཚོས་ཕྱག་དབང་ཞུ་ག་ཡོང་དུས་དང་ན་ཕྱག་དབང་ཅིག་གནང་རོགས་གྱིས་ག་ཞིག་གུ་ཞིག་ཕུ་ཅིག་བརྒྱབ་རོགས་གྱིས། ག་ཞིག་གུ་ཞིག་ཅིག་ཅིག་མོ་ཅིག་བརྒྱབ་རོགས་གྱིས། དེ་ནི་ཐམས་ཅད་ཀྱི་ཇོ་ལ་པར་ཅིག་བརྒྱབ་བཅུག་རོགས་གྱིས། དེ་འདྲའི་གི་དཀའ་ལས་དཀའ་ངལ་ཅིག་སླེབས། ད་སྤྱི་ཚོགས་ཀྱི་སྟེང་ནས་ཡར་རྒྱས་ཆེན་པོ་ཅིག་འགྲོ་གི་ཡོད། ད་རུང་ཡིན་ན་ཡང་ཡར་རྒྱས་འགྲོ་རྒྱུ་རེད་ཁྱེད་རང་ཚོ། དེ་ནས། ཡིན་ན་ཡང། ནང་གི། དེ་ནས། ནང། སེམས་ཀྱི་སྟེང་ནས་ཡར་རྒྱས་འགྲོ་ཡག་དེ་གལ་ཆེན་པོ་ཞིག་རེད་ཟེར་གྱི་འདུག་དེ་ཡིན་དུས་གང་ན་དེ་ནང་སེམས་ཀྱི་ཡར་རྒྱས་དེ་གང་ལ་བརྟེན་ནས་འགྲོ་གི་རེད་ཟེར་ན། དེ་ནས་སྔ་མ་ནས། གོམས་གཤིས་བཟང་པོ་མང་པོ་ཅིག་ཡོད་རེད། ནང་ནང་ཆོས་ཀྱི་སྟེང་ནས་གཙུག་ལབ་བཞག་པ་ཅིག་དང་ཕ་མེས་ཀྱི་སྟེང་ནས་གཙུག་ལབ་བཞག་པ་དེ་འདྲའི། སེམས་པ་བཟང་པོ་བྱེད་ཡག་ཟེར་གྱིན་འདུག་དང་ཐ་ན་བོད་རིགས་ཟེར་གྱིན་དེ་གིས་འབུ་ཆུང་ཆུང་གཅིག་ཁ་ལམ་བསད་ཡག་ལ་ཡང་ཨེ་ཙི་ཅིག་ག་རེ་ཟེར་བ་རེད་འབུ་གཅིག་བསད་ཡག་ལ་ཡང་ཨེ་ཙི་ད་ད་དེ་བསད་མི་ཉན་བསམ་བསམ་འདྲ་པོ་དེ་འདྲས་ཀྱིས་ཅིག་སྙིང་རྗེ་ཟེར་བ་རེད་དེ་འདྲས་ཀྱིས་བརྩེ་དུང་གི་ལམ་བུ་ཡོད་རེད་དེ་ཚོའི་གྲས་དེ་དེ་ནས་བརླག་མ་ཤོར་བ་ཅིག་དེ་ཚོའི་གྲས་དེ་ཕ་མ་རྒན་རབས་ཚོ་གིས་སྤུ་གུ་ཚོ་ལ་ཡང་སློབ་སྟོན་བྱེད་ཡག་དེ།

ཡར་རྒྱས་དང་ཁེ་ཚོང་ཟེར་མཁན་དེ་དཔལ་འབྱོར་མང་པོ་སྒོར་མོ་མང་པོ་ཁང་པ་ཆེན་པོ་དེ་ནི་ག་རེ་རྫིག་པོ་དེ་ཚོ་ལ་ཡར་རྒྱས་དང་ཁེ་ཚོང་དང་དེ་ནི་གོང་འཕེལ་དང་དེ་འདྲའི་འགྲེལ་པ་རྒྱག་གི་ཡོད་ཀྱི་རེད་ཡིན་ན་ཡང་དེ་ལ་བསམ་བློ་ཡག་པོ་གཏང་དགོས་རེད་ཡར་རྒྱས་ཟེར་མཁན་དེ་ང་རང་ཚོ་ད་ལྟ་འདི་འདི་གི་འདི་གི་ཕྱོགས་ལ།

དེ་ཡང་ཡར་རྒྱས་ཀྱི་གྲལ་དུ་བརྩི་དགོས་པའི་སེམས་ཀྱི་སྟེང་གི་ཡར་རྒྱས་དེ། དེ་བླ་མ་ཤོ་རེ་དེ་གལ་ཆེན་པོ་ཞི་དྲག་རེད་ཟེར་ངས་དེ་ལབ་ཀྱི་ཡོད་དེ་ལབ་དགོས་འདུག་གང་རེད་ཟེར་ན་ང་འཛམ་བུ་གླིང་ག་ས་ག་སར་བལྟས་བལྟས་སུ་འགྲོ་བ་རེད་དེ་ཡིན་དུས་ཁོ་ན་དཔལ་འབྱོར་ཆེན་པོ་ཡོད་མཁན་གྱི་མི་དེ་འདྲས་མང་པོ་ཐུག་མྱོང། དེ་ཚོ་ཐམས་ཅད་ཁོ་རང་སེམས་ཁྲལ་ཆེན་པོ་སྡུག་བསྔལ་ཧ་ཅང་གི་ཆེན་པོ་ག་ཚད་ཀྱི་དཔལ་འབྱོར་ཆེན་པོ་ཡོད་ན་ཡང་དེ་ག་ཚད་ཀྱི་དེ་འདྲའི་སྡུག་བསྔལ་ཆེན་པོ་ཡོད་མཁན་དེ་འདྲས་མང་པོ་འདུག་དེ་ཡིན་དུས་ཁོ་ན་དེ་ནས་དེ་ཚོའི་རིགས་སྟེང་ལ་ཡང། དེ་ནས་ཡར་རྒྱས་ཟེར་གྱི་འདྲ་དང་ཁེ་བཟང་ཟེར་གྱི་འདི་ཚོ་ལ་གོ་གོ་བ་གོ་སྟངས་དེ། དེ་ནས་ཡིན་གཅིག་མིན་གཅིག་དངུལ་མང་པོ་ཡོད་མཁན་གཅིག་དང། དེ་ནས་ཁང་པ་མང་པོ་ཡོད་མཁན་དང་དེ་འདྲའི་གཅིག་ལ་མ་ཡིན་པར། དེ་ནས་བསོད་བདེ་ཀྱི་དོད་བདེ་ཡག་འདྲ་དང་ཧ་ཅང་གི་བྲེལ་བ་ཆེན་པོ་མ་ཡིན་པ་དང། རང་རང་སོ་སོ་མགོ་ཐོན་ཐུབ་ཙམ་ཐོན་ཐུབ་པ་ད་དེ་འདྲའི་གཅིག་ལ་ཡང་དེ་ནས་ཆོག་ཤེས་བྱེད་བྱེད་ཐུབ་པ་འདི་འདྲ་ན་ཡང་ཡར་རྒྱས་ཡར་རྒྱས་ཟེར་ནས་བརྩི་ཐུབ་ཀྱི་རེད་དེ་འདུག་ག་ན་དེ་ཚོའི་གྲས་ཀྱིས་དེ་ནས་ག་རེ་ཚོར་གྱི་རེད་བསམ་བློ་བཏང་བཏང་དེ་གླགས་མི་ཉན་ཟེར་ནས་ངས་ཞུ་ཡ་གཅིག་དེ་ནས་སློབ་སྦྱོང་ཟེར་མཁན་དེ་གལ་ཆེན་པོ་ཞེ་དྲག་རེད་རུང་དེའི་མཐའ་ནས་ལོ་ཆུང་བ་དེ་ཚོ། དེ་ནས་ལོ་ཆུང་བ་དེ་ཚོ་སློབ་སྦྱོང་བྱས་ཟེར་དུས་ཁོ་ན་གཙོ་བོ་སློབ་སྦྱོང་བྱེད་ཡག་གི་དམིགས་ཡུལ་དེ་མི་ཡག་པོ་ཅིག་ཆགས་ཡག་མི་བཟང་པོ་ཅིག་ཆགས་ཡག་དེ་ནས་སྤྱི་ཚོགས་ཀྱི་སྟེང་དེ་ལ་ཕན་ཐོགས་ག་རེ་བྱེད་དགོས་རེད། ཐབས་ཤེས་འདྲ་མི་འདྲ་གི་སྟེང་ནས་སྤྱི་ཚོགས་ཀྱི་སྟེང་ལ་ཡང་ག་རེ་བྱེད་དགོས་རེད་ཞབས་ཕྱི་ཞུ་ཐུབ་ཡག་འོ་ད་དེ་འདྲའི་གི་ཆེད་དུ་དེ་ནས་སློབ་སྦྱོང་བྱེད་དགོས་ཀྱི་རེད་མ་གཏོགས་ཁ་རུ་ཡང་ལས་ཀ་ཅིག་དེ་ནས་སྲིད་གཞུང་གི་ལས་ཀ་འདྲ་པོ་དང་ད་དེ་འདྲའི་གི་ལས་ཀ་ཆ་ངེ་ཆུང་ངེ་ཙམ་གཅིག་ལ་ཡ་དམིགས་ཡུལ་དེ་འདྲའི་ཆུང་ཆུང་གཅིག་ལ་མ་ཡིན་པར་དམིགས་ཡུལ་རྒྱ་ཆེན་པོ་དེ་འདྲ་བྱས་ནས་དེ་ནས་སྤུ་གུ་ཚོ་འདྲ་ཡིན་ན་ཡང་དེ་ནས་རང་རང་སོ་སོ་གི་བོད་ཀྱི་དེ་ནས་སྐད་རིགས་དེ་འདང་བཞིན་དེ་ནས་ཕྱི་རྒྱལ་གི་སྐད་རིགས་རྒྱ་ནག་གི་དེ་ནས་ཤེས་ཡོན་ད་དེ་ཚོའི་སྐོར་དེ་ཧ་ཅང་གི་གལ་ཆེན་པོ། ད་ཡུན་རིང་པོ་དེ་ལ་བསམ་བློ་གཏང་དགོས་པ་ཡིན་དུས་དེ་ཚོ་དེ་ནས་སློབ་སྦྱོང་བྱེད་བཅུག་ཡོད་དོ། དེ་ནས་ལོ་གཞོན་པ་དེ་ཚོ་སློབ་སྦྱོང་བྱས་ཏེ་དེ་ནི་གལ་ཆེན་པོ་ཞིག་འདྲ་རེད། དེ་བྱས། དེ་ནས་ལུང་པ་ལ་ཁྲིམས། རྒྱལ་ཁབ་ལ་ཁྲིམས་རེ་རེ་ཡོད་རེད་དེ་ཁྲིམས་དེ་ངེས་པར་དུ་དེ་ནས་ཁ་ཡོད་ལག་ཡོད་བྱས་ནས་སྲུང་ཐུབ་ཡོད་དེ་གལ་ཆེན་པོ་ཞིག་འདྲ་རེད། ཡང་ཁ་ཤས་ཀྱི་བསམ་པ་ལ་ཁྲིམས་སྲུང་ཟེར་མཁན་དེ་གཅིག་གཞུང་གི་གཞུང་ཁོ་རང་ཚོ་གི་དོན་དག་ལ།